ཁ་མ་གསབ་པ། བརྡ་སྤྲད་ཀྱིས་འཇུ་བྱེད་ཀྱི་དེ་ཚོ་གོ། ཨ་ནི་སྔ་མ་གའི་ཐུ་མི་སངས་པོ་བྲག་གི་དགོངས་པ་སི་ཏི་པན་ཆེན་གྱི་དགོངས་པ་ཧ་མ་ག་པ་ཅིག་ཞེས་བལྟ་གི་འདུག་དེར་ངས་ས་ཁའི་ཆེན་གུ་ཡིག་མ་རྩ་ང་ཚོ་བོད་ཀྱི་ཁྲི་རྒྱུན་དུ་ལུང་རྒྱུ་ཟེར་ཡ་དེ་དཔེ་ཀ་ཆེན་པོ་ཡིན་བལྟས་པ་དེ་གནད་འགག་ཅིག་དེ་རེད། ཨ་ནི། དཔེ་བལྟས་རྐྱང་རྐྱང་ཞིག་འདུག་དཔེ་ཆ་བལྟ་ཡ་དེ་ལ་རྒྱ་ཆ་རྒྱ་བསྟན་པ་ཚང་མ་གོ་ལ་མ་རེད་དེང་སང་བརྡ་སྤྲད་ཀྱིས་འཇུ་བྱེད་ཀྱི་ཚོ་ལ

མཚན་པའི་ཆེད་དུ་བསྟན་པའི་ཆེད་དུ་དེའི་ལས་ཚིག་དེར་འཇུག་གི་ཡོད་པ་རེད། དེའི་ལས་ཚིག་དེ་གིས་ག་རེ་བསྟན་གི་ཡོད་རེད་ཟེར་ན་བཞིན་བཞག་ཡི་གཡོ་བསྟན་གི་ཡོད་པ་རེད། མ་ཎི་གཉིས་ཀ་ད་ལྟར་ཆེས་ཟེར་ཏེ་སྔས་འཇུག་རྒྱུའི་མ་ཎི་ག་དག་གཉིས་ཀྱིས་ཨ་ནི་དུ་ད་ལྟ་བ་ལ་འཇུག་གི་ཡོད་པ་རེད། ཨ་ནི་གཉིས་པོ་བདག་གཞན་གཉིས་ཀ་ལ་འཇུག་གི་ཡོད་པ་རེད། མོ་བདག་ལ་མང་བོ་བྱེད་ཟེར་ཏེ་སྔས་འགྲོས་ཀྱིས་མོ་བ་ཨ་ཡིག་སྟེ་གཉིས་པོ་བདག་གཞན་གཉིས་ཀྱི་ནང་ལ་བདག་བསྟན་པའི་ཆེད་དུ་མ་གཏོགས་གཞན་བསྟན་པའི་ཆེད་ལ་མ་འཇུག་པ་རེད། འདིའི་ནང་ལ་རྩོལ་བ་གཅིག་ག་རེད་ཟེར་ན་སྔས་འགྲོས་ངག་གི་ནང་ལ། གཞན་བྱ་ཡི་ཡུལ་བསྟན་པ་གི་ཆེད་དུ་འཇུག་པ་ལ་ཕོ་བ་ཡིག་དང། བདག་བྱེད་པ་པོ་བསྟན་པའི་གི་ཆེད་དུ་འཇུག་པ་དེ་ལ། སྔས་འགྲོས་ཀྱི་བ་དེ་གཉིས་བ་རེད་དེ་གཉིས་བ་གཞན་ལ་འཇུག་མ་སྲིད་པ།

སྒྲུབ་པ་བྱ་ཡི་ཡུལ་གྱི་དངོས་པོ་དང། དེ་གའི་རྟེན་བཞེངས་ཀྱི་བྱ་བ་དེ་ལ་བཞེངས་ཟེར་གྱི་ཡོད་པ་རེད་ཟེར་འཛིན་མཁན་གྱི་རྗེས་འདི་དེ་གོ་བ་མ་ལོན་ལ་དེང་སང་སུ་རྟོག་དགེ་རྒན་དང་བརྡ་སྤྲད་ཞིང་རྒྱུ་བྱིན་གྱིས་གཙོས་ཀྱི་ཨོ་སི་ཏི་པན་ཅན་གྱི་དེ་འདྲ་ཟེར་ལ། ཡུལ་གྱི་དངོས་པོ་དང་བདག་དང་ཤེས་པ་པོ་ལ་འཇུག་ལགས་ཟེར་དེ་གོ་བ་ལེན་གྱི་ཡོད་པ་མ་རེད་སི་ཏི་པན་ཅན་གྱི།

བསྐྱེད་པ་བྱ། བསྐྱེད་བྱ་ཟེར་ཚིག་དེ་བེད་སྤྱད་གཏོང་ཆོག་གི་འདུག་ན། ཨོ་ད་ཏི་གི་བྱ་ཚིག་དེ་དངོས་པོ་གཞན་རེད། དངོས་པོ་བདག་དང་དངོས་པོ་གཞན་གཉིས་བེད་སྤྱད་གཏོང་ཐུབ་མཁན་སྟེང་ན་དེ་འདྲ་ཞིག་བེད་སྤྱད་གཏོང་ཆོག་གི་རེད་ཟེར་འགྲེལ་བཤད་རྒྱག་ཡོད་པ་རེད། ད་ལྟའི་འགྲེལ་བཤད་དེ་གོ་བ་མ་ལ་དེང་སང་སུམ་རྟགས་དག་སོགས་ལས་འཁྲིད་རྒྱུ་ནི་མེད་ལོན་རྒྱུ་ནི་མེད་སོ་སོ་གིས་གང་འོང་གོ་གོ་ཅིག་བྱས་ལ་མུན་པ་ཅིག་རྒྱ་སྐད་ཀྱིས་ཤེས་དགོས་ལ།

ཨ་ནི་ལས་ཚིག་གི་དབྱེ་བ། ངོ་བོའི་སྒོ་ནས་ཀྱང་དབྱེ་ན། གཅིག་སྟོང་གསུམ་བརྒྱ་བདུན་བརྒྱ་གཅིག་སྟོང་ལྔ་བརྒྱ་དྲུག་བརྒྱ་ཞེས་པ་རེད། ད་རྣམ་པ་གི་སྒོ་ནས་དབྱེ་ན། སྟོང་ཕྲག་སུམ་ཕྲག་ཅིག་ཡོད་པ་རེད། དེ་སོགས་ཚང་མ་དེ་གསལ་པོ་ཞིག་རེད་མིན་ཞེས་ལས་ཨ་ནི་བཀལ་དགོས་ཡོད་པ་རེད།

གལ་ཏེ་ཡག་པོ་ཅིག་བྱུང་རོགས་ཀྱི་སི་ལི་པན་ཅན་གྱི་འཐུས་མི་སངས་པོ་བྲག་གི་དགོངས་པ་སི་ལི་པན་ཅན་གྱི་འདྲེ་རྐྱལ་ཚོ་ཤུགས་ལང་མང་གི་དབྱེ་བ་དེ་དག་ཡག་པོ་ཅིག་བལྟ་རོགས་ཀྱིས། འོ། ཡང་བསྐྱར་དུ་འབད་དགོས་ལ་ཕོ་ནི་འདས་དང་གཞན་སྤྲོད་ཤེས་ཟེར་དུས་ལས་ཚིག་རེད། དུས་འདས་པ་བསྟན་པ་རེད། དེའི་གི་ལས་ཚིག་དེ་སྔ་འཇུ་ཕོ་བལ་ཡིག་ཅན་དེ་གི། བདག་གཞན་གཉིས་ཀྱི་ནང་ལ་གཞན་བསྟན་གི་ཡོད་རེད། གཞན་བསྟན་དུས་བྱ་ཡི་ཡུལ་དུ་བཞག་ནས་བསྟན་ཆོག་གི་རེད།